ལུ་རྗེའི་རྗེས་པ་ཡི་ལེའུ་བདུན་པ། རིམ་གྱིས་གནང་བ་ད་ལྟ་ང་ཚོ་མོ་ཤེ་དང་ཨ་རོན་གཉིས་ཨེ་ཇེབ་རྒྱལ་པོ་ཡི་འདན་དུ་ཕྱིན་པའི་སྐོར་ལྟ་གི་ཡིན། མོ་ཤེ་རང་གི་སྐྱེད་མི་ཡི་ཨ་ཕ་ཡེ་ཐོ་རོ་རྩ་ཆེན་ནས་ཨེ་ཇེབ་ཀྱི་ནང་དུ་རང་རིགས་ཀྱི་དཔེ་རྣམས་སྲིན་བུ་ཡོད་མོའི་རྟ་ཁ་འགྲོ་བའི་ཕྱིར་བཀའ་གནང་རོགས་ཞེས་ཞུས་པ་དང་ཡེ་ཐོ་རོ་ཡིས་ཁྱེད་ཞི་བདེའི་ངང་དུ་སོང་ཞེས་གསུངས་པ་རེད། མོ་ཤེས་རང་གི་ཁྱིམ་མི་དང་སྤུ་གུ་རྣམས་ཁྲིད་པ་དང་རང་ལ་ཐོ་བའི་རྒྱུ་ནོར་རྣམས་བོང་གུ་ལ་བསྐྱིས་པ་མ་ཟད་དཀོན་མཆོག་གིས་གནང་བའི་རྒྱུད་པ་དེས་ལག་ཏུ་ཁྱེར་ནས་ཨི་ཇིབ་ལ་འགྲོ་བ་རེད། ཡ་ཧོ་ཝཱ་དཀོན་མཆོག་གིས་མོ་ཤེ་ལ་གསུངས་པ། ཁྱོད་ཨི་ཇིབ་ལ་འགྲོ་ནས་རྒྱ་བལ་ཡི་མདུན་དུ་སོང་ནས་ངས་ཁྱོད་ལ་ཡ་མཚན་སྐྱེད་ཆེད་ཕྱག་ལས་གནང་པ་ཚང་མ་རྒྱ་བལ་ཡི་མདུན་དུ་ཁྱེར། ཡིན་ན་ཡང་ངས་རྒྱ་བལ་ཡི་སེམས་པ་ཁྲག་བུ་བཟོས་ནས་ཁོང་གིས་ཨི་ཟི་ར་ལི་པ་རྣམས་འགྲོ་དུ་བཅུག་གི་མ་རེད། ཁྱེད་ཀྱིས་རྒྱལ་པོ་ལ་ལབ་ཡ་ཧུ་བ་དཀོན་མཆོག་གིས་དེ་འདྲ་གསུངས་ཀྱི་འདུག་ཨིསི་རཱཨེལི་པ་རྣམས་ནི་ང་ཡི་སྔོན་སྤྱི་ཡི་བུ་ཡིན་པ་དང། ངའི་སྔོན་སྤྱི་ཡི་བུ་རྣམས་ཀྱིས་ང་ལ་མཆོད་པ་ཕུལ་བའི་ཕྱིར་འགྲོ་དུ་བཅུག་ཞེས་ཟེར་ན། འོན་ཀྱང་ཁོང་གིས་མ་ནེ་ན་ད་ངས་ཁྱེད་ཀྱི་སྔོན་སྤྱི་ཡི་བུ་དེ་བསད་རྒྱུ་ཡིན་ཞེས་གསུངས་ཀྱི་འདུག་ཞེས་སྨྲས། སྐབས་དེ་དུས་ཡ་ཧོ་ཝཱ་དཀོན་མཆོག་གིས་མོ་ཤེ་ཡི་དཔོན་ཨ་རོན་ལ་གསུངས་པ། ཁྱོད་འབྲུག་ཐང་ནང་དུ་འགྲོ་ནས་མོ་ཤེའི་ཐུགས་ཁ་སྲུངས་ཞེས་གསུངས་པ་དང། ཁོང་དཀོན་མཆོག་གི་རི་བོ་ལ་ཕྱིན་ནས་མོ་ཤེའི་ཐུགས་ནས་བཀྲ་ཤིས་བདེ་ལེགས་ཞུས་པ་རེད། དེ་ནས་དཀོན་མཆོག་གིས་མོ་ཤེ་ལ་བཀའ་ག་རེ་གནང་ཡོད་པ་དང་བཏང་བརྩེ་ག་རེ་གནང་ཡོད་པ་ཚང་མ་མོ་ཤེ་ཡིས་ཨ་རོན་ལ་བཤད་པ་རེད། ཁོ་ཚོ་ཨི་ཇེབ་ལ་ཕྱིན་ནས་ཨིས་ར་ཨེལ་གྱི་མི་རྗེས་ཀྱི་མི་རྒན་པ་རྣམས་གནམ་དུ་འཚོ་བ་ལ་སྐད་བཏང་བ་རེད། ཡ་ཧོ་ཝཱ་དཀོན་མཆོག་གིས་མོ་ཤེ་ལ་བཀའ་ག་རེ་གནང་བ་ཚང་མ་ཨ་རམ་གྱི་མི་མང་རྣམས་ལ་བཤད་པ་དང་མོ་ཤེ་ཡིས་མི་མང་རྣམས་ཀྱི་མདུན་དུ་ཡ་ཧོ་ཝཱ་ཡིས་གནང་བའི་གཏམ་ཚན་ཚང་མ་བསྟན་གནང་བ་རེད། མི་རྣམས་ཀྱིས་དེ་ལ་ཡིད་ཆེས་བྱེད་པ་དང་ཡ་ཧོ་ཝཱ་དཀོན་མཆོག་གིས་ཨིས་ར་ཨེལ་གྱི་མི་རྗེ་ཡི་དཀའ་སྡུག་དེ་ལ་སེམས་ཁུར་གནང་གི་ཡོད་པ་དེ་ཤེས་ཏེ་མགོ་གུག་སྟེ་ཁོང་ལ་དད་པ་ཕེབས་པ་རེད། དེ་ནས་མོ་ཤེ་དང་ཨ་རོན་གཉིས་རྒྱལ་པོ་ཡི་མདུན་དུ་ཕྱིན་པ་དང། ཨིས་ར་ཨེལ་གྱི་དཀོན་མཆོག་ཡ་ཧོ་ཝཱ་དཀོན་མཆོག་གིས་ང་ཚོ་ལ་དེ་འདྲ་གསུང་གིན་འདུག་ངའི་མི་རྣམས་འགྲོ་དུ་བཅུག་ཁོ་ཚོ་འབྲོག་ཐང་ནང་དུ་འགྲོ་ནས་ང་ལ་བསྙེན་བཀུར་ཞུ་གི་རེད། རྒྱལ་པོ་ཡིས། ཡ་ཧོ་ཝཱ་ཟེར་རེ། ངས་ཡ་ཧོ་ཝཱ་ཧ་གོ་གི་མེད། ངས་ཁོང་གི་ཁ་ལ་ག་རེ་བྱས་ནས་ནི་གོ་གི་རེད། ངས་ཨིསི་རཱཨེལ་མི་རྣམས་འགྲོ་དུ་བཅུག་གི་མེད་ཞེས་ཤོད་པ་རེད། དེ་ནས་མོ་ཤེ་དང་ཨ་རམ་གཉིས་ཀྱིས་ཤོད་པ། ང་ཚོ་ཧེ་བི་རུ་གྱི་དཀོན་མཆོག་དེས་མཇལ་བྱུང། ཀོ་ཆི་ང་ཚོ་འབྲོག་ཐང་ནང་དུ་ཉི་མ་གསུམ་རེ་རྨ་ཆུ་ཕུད་དུ་གཏོང་རོགས། གལ་སྲིད་དེས་མ་ཐོངས་པ་ཡིན་ན་ཁོང་གིས་ང་ཚོ་ལ་ནད་ཡམས་དང་དམག་འཁྲུག་བཏང་གི་རེད། རྒྱ་བོད་ཡིས་ཁོ་ཚོ་ལ། ཁྱོད་ཚོ་མི་མང་ལ་ག་རེ་བྱས་ནས་ལས་ཀ་བྱེད་མ་བཅུག་པ་བཀག་འགོག་བྱེད་ཀྱི་ཡོད། རྒྱུགས་བཤད་ལས་ཀ་བྱེད་ཤོག་ཞེས་བཀའ་གནང་བ་རེད། ངས་དེའི་རང་ལ་རྒྱ་བོད་ཡིས་ཨེ་ཇེབ་བྲན་གཡོག་ཆེས་འགོ་དཔོན་དང་ཨིས་ར་ལེ་ཆེས་ལས་དཔོན་རྣམས་ལ་བཀའ་གནང་བ། རྒྱ་བོད་ཡིག་གསུངས་པ། མི་མང་ལ་གསར་པ་བཟོ་བའི་ཆེད་དུ་སོ་མ་མ་སྤྲད་ས་ད་ནས་བཟུང་གསར་པ་བཟོ་བའི་ཕྱིར་སོ་མ་དེ་སོ་སོ་རང་ནས་ཚད་འགྲོ་དགོས་ཀྱི་རེད་ཞེས་བཀའ་གནང་བ་རེད། ཡིན་ན་ཡང་གསར་པ་ཡི་གྲངས་ཀ་ནས་སྔོན་མ་ནང་བཞིན་སྐྱིད་པ་དགོས་ཀྱི་ཡོད། ས་ཕག་ཉོ་རུ་བཏང་ཡས་ཡོད་མ་རེད་གང་ལ་ཟེར་ན། ཁོ་ཚོ་ལས་ཀ་ཅི་འདེགས་མེད་པ། སོ་སོ་ཡི་དཀོན་མཆོག་ཡ་ཧོ་ཝཱ་ལ་སྨྲ་བརྗོད་ཕོད་པ་སུ་འགྲོ་དགོས་ཀྱི་འདུག་ཞེས་པའི་སྐད་འབོད་བརྗོད་ཀྱི་འདུག།